ནི། འཚམས་འདྲི་འདི་ཞུས་པ་དང་མཉམ་དུ་ལྟ་ངན་ངག་རྒྱུན་བཞི་བཤགས་རང་བྱས། དེ་རིང་རེས་གཟའ་ཕུར་བུ་སོང་སང་ཨ་ནི། ངའི་བོད་ཀྱི་རྩོམ་པ་པོ་གྲགས་ཅན། ཚེ་རིང་བ་ཞིག་ལགས་ཀྱི་ལྗགས་རྩོམ་གནང་པའི་གསར་བརྗེ་ཟེར་བའི་ཕྱག་དེབ་འདི། བོད་ལ་ཡ་བྱུང་པའི་རིག་གནས་གསར་བརྗེའི་སྐོར་གྱི་ཕྱག་དེབ་འདི་ལྷན་རྒྱས་ཚོ་ལ་ཡང་སྙན་སྒྲོན་ཞུ་གི་ཡོད་རེད། འོ་དེ་སོང་སང་དེ་རིང་ངས་མུ་མཐུད་ནས།

ན་ལོལ་ཡ་ཡོད་པས་ཉག་རོང་ཤག་གི་ཨམ་ཅི་ལགས། ཡང་ན་མེད་ན་ཉག་རོང་ཤག་གི་སྐུ་ཞབས། མཚོ་རྒྱལ་རིག་འཛིན་ལྷུན་གྲུབ་དཔལ་འབྱོར་ལགས་ཀྱི་ཟིན་ཁང་ལ་ཡང་སྐུ་ཉིད་གུས་འདེད་སུ་ཕོག་ཡོད་མེད་དེ་གའི་ལྟར་རགས་པ་རགས་པ་ཅིག་བཀབ་ནས་ཞུས་ཐུབ་པ་རེད། ཨ་ནི་འདི་ལྟར་མ་ཟེར་བས་ཨ་ནི་ངས་ད་རིས་ཀྱི་བདུན་ཕྲག་དེ་ཡག་སྡུག་བྱས་རྗེས་འོང་སྤོབས་མདའ་ཚང་གི་ལུག་རྒྱུད་དེ་ལྷན་རྒྱས་ཚོ་ལ་ཡར་ཞུ་གི་ཡིན་ཟེར་རྗེས་ཞུས་པ་ཡིན་གོ་དེ་སོང་སང་ངས་ཁ་སིང་གི་བདུན་ཕྲག་ནས་མ་ཐུག་རྗེས་སྡུག་ས་ད་རིས་ཞུ་ཡ་ཡིན་འདུག་ཨ་ནི་གང་དེ་ཡག་སྡུག་སུ་པར་གཉིས་ཀྱི་བུ་བཞག་ཡོད། ཨ་ནི་པར་དང་པོ་དེ་ཁ་སིང་ཞུས་པའི་བརྗོད་བྱ་དེ་རེད། ཉྭ་རོ་ཤ། ཨམ་ཙི་ལ་སྐུ་གོ་ལྷན་རྒྱལ་ཡ་སྐུ་གཉིས་ཁུ་འདེགས་སུ་ཕོག་ཡོད་མེད་དང་དེའི་དར་རྣམ་པ་ཚོན་ཙམ་གཅིག་རེད། འོ་དེ་གཉིས་གང་གི་གཟིངས་ཀྱི་བདུན་ཕྲག་དེར་རག་པ་རག་པ་གཅིག་གི་ཐོག་ནས་ཞུས་ཐུབ་པ་རེད། ད་ད་རེས་ཀྱི་ཞུ་ཡག་གི་བརྗོད་བྱ་དེ་པར་ཨང་གཉིས་པ་དེ་རེད། དེའི་ནང་ལོགས་ལ་ཡ་ཡོད་བསྡད་པས་པར་དེའི་ནང་ལོགས་ལ་ཡ་ཡོད་བསྡད་པ་དེ་སྤོབས་མཐའ་ཚང་གི་མི་རྒྱུད་རེད། མ་བསད་པའི་འདི་སྐོང་ད་ལྟ་དེ་ཡ་ཨམ་དང་པོ་ལངས་རྗེས་བསྡད་པ་འདི་སྤོ་མདོ་སྟོབས་རྒྱལ་བཞུགས་མཁན་ཁོང་རེད། ཁོང་རྣམས་ཚོས་ད་གཟིམ་ཤག་སོགས་རེད་བཞུགས་ཤག་གི་གནས་ཡུལ་དེ་ག་གི་ཁ་ཐུག་དེ་གནས་ཡོད་རེད་ཟེར་ན། ཁོང་ལོ་རབས་ལྔ་བཅུའི་གཡས་གཡོན་དུ་བ་ཕ་སྤོ་མདོ་ཚང་གི།

ཝོ་ཏིང་ཡུལ་དུས་ག་ནས་ཝོན་ལྡི་ལི་ཡ་ད་དེང་སང་ཡིན་ནི་ལས་སྤོ་མདོ་ཚང་གི་གཞིམ་བཞག་ས་ག་ཅིག་གི་ཡོད་རེད། ཡང་ཝོ་ཏིང་གནས་ཡུལ་དེ་ཝོན་དུག་སི་ལྷ་ས་སྐྱིད་ཆུའི་འགྲམ་ལི་ཡ་ཡོད་དེ་དུས་ག་ནས་ཨ་ནི། རིག་གནས་གསར་བརྗེའི་སྐབས་ལི་ཡ་ལྷས་སི་གྲོང་ཁྱེར་གང་ཚང་སྐོར་རུ་དུག་སེ་ངས་ཁོང་ལི་ཡ་བཞུས་ཐུབ་པ་རེད་དུམ་བུ་བཞི་ལི་ཡ་དང་བཅས་ཨོང་ཤར་ཕྱོགས། ལྷོ་ཕྱོགས། ནུབ་ཕྱོགས། བྱང་ཕྱོགས་སུ་བྱས་རྗེས། དོན་གཅོད་ཁང་བཞིའི་ཡུལ་དུས་སྐབས་ནས། རྟ་མདོ་སྤོམ་མདའ་ཚང་གི་གནས་ཡུལ་ཏེ། འོ་བ་གླིང་གྲོང་མི་ཨུ་ཡོན་ལྷན་ཁང་གི་ཁོངས་ལ་ཡར་ཐིག་ཡན་དུས་སྐབས་ནས། ཤར་ཕྱོགས་གྲོང་མི་ཨུ་ཡོན་ལྷན་ཁང་སི་ཉའི་ཏིའི་ཁོངས་ལ་ཡར་ཐིག་འདེགས་ཀྱི་ཡོད་རེད། ཨ་ནི་དེའི་ནང་ལོགས་ཀྱི་ཨ་ནི་འོ་བ་གླིང། གྲོང་མི་ཨུ་ཡོན་ལྷན་ཁང་གི་ཨོ་མི་ཀོང་ཡ་མི་ཀོང་ཡ་དེ་ཡོད་དུས་ད་དེའི་གཡས་གཡོན་ལ་ཡར་བལྟས་བལྟས་པ་ཐམས་ཅད་ལྟ་མཁན་དེ་གས་ཚང་མ་ལོ་ཨོ་བ་ལིན་གྲོང་མི་ཨུ་ཡོན་ལྷན་ཁང་གི་མི་རེད་འོན་ཏེ་རྣམ་པ་ཙམ་གྱི་རེད། ད་སྤྱིར་བཏང་ནས་ང་ཚོ་འདུག་སའི་ལྷ་ས་ལ་ཡང་ཨོ།

ཁ་ཆེ་ཅིག་ཡིན་པས་མ་ཚད་རྟ་དེ་རྫུས་ཕྲད་གང་འདུག་ཅེས་བོས་ལ་ཡ་རྟ་ལྷས་ས་ལ་ཡ་ཁ་ཆེ་ཁ་གསུམ་གྱི་སོ་འདྲེ་ར་ཅིག་ཡོད་རེད་རྒྱ་ཁ་ཆེ་ཅིག་ཁ་ཅིག་བྱས། ཨ་མི་རྟ་ཀ་ཤི་མིར་རྟ་རྒྱ་གར་ངོས་ནས་ཡོང་མཁན་གྱི་ཁ་ཆེ་ཅིག། ཨ་ནི་ད་ག་ནང་བཞིན་གྱི་སོག་རིགས་ཁུངས་ནས་ཡོང་པའི་ཁ་ཆེ་ཅིག་ཅེས་བྱས་འདུག་ཁ་ཆེ་ཁ་གསུམ་ཅེས་བྱ་བསྡད་ཀྱི་ཡོད་རེད།

ཨོ་དེ་དེ་འདྲ་རེད་བོ་རེད། ཨོ་དེ་ཡིན་དུས་ཡུལ་དེའི་གནས་ཚུལ་དེའི་གཡས་གཡོན་སྟེ་ཡ་ཨན་ཝོ་བཱ་ལིང་ཞེས་བྱ་བའི་གྲོང་མི་ཨོ་ཡོན་ལྷན་ཁང་དེའི་འོག་ཡ་གནས་སྡེ་གི་ཡོད་རེད། ཨན་ཡ་གནས་དེ་ཡ་སླར་ཡང་བར་གཉིས་བུད་བཞག་ཡོད། དེ་ལྟར་ལྷན་སྐྱེས་གཙང་མ་ལུག་གི་གཟིགས་རྡོ་བ་དམ་ཚིག་དྭངས་སའི་ས་ཆ་དེ་ཚོ། མ་འདྲ་བ་མང་པོ་གཅིག་ལ་དུ། དེ་ཡོད་དུས་གང་ནས་དོན་གྱིས་གང་དེ་ཡལ་གཏང་བྱ་བའི། དཔོན་མདོ་སྟོབས་རྒྱལ་གྱིས། དམ་ཚིག་གཏང་ས་འདི་ཁོ་རང་ཚོ་འོ་བ་གླིང་གྲོང་མི་ཨུ་ཡོན་ལྷན་ཁང་རང་གི། ས་ཆའི་ཁྱབ་ཁོངས་ཡ་ཡོད་དེ་མགྱོགས་ཚེ་རེད་ཤག་མ་ཟེར་བས། འདུག་བྱས་དཔོན་མདོ་སྟོབས་རྒྱལ་ལ་ཡ་དམ་ཚིག་གཏང་མཁན་གྱི་མི་འདི།

འོ་དེ་ཡིན་དུས་ག་ནས་ཁོང་མི་མི་རྒྱུད་རང་གིས་བྱས་པ་ཡིན་ན་ཁ་ཅིག་ཅིག་ཆགས་བསྡད་ཀྱི་ཡོད་རེད། མི་ཚོས་ལྟ་འདུག་སེ་མཆན་ང་ཚོ་ལྷས་གསལ་ཡ་ཡོད་བསྟན་རྒྱུ་ཚོས་ཧ་ལམ་རི་བོ་ཆེའི་མི་དེའི་མིང་འབོད་པ་ཙམ་གྱིས་ཧ་གོ་བསྡད་ཡག་རེད་ཅི་ཡོད་རེད་ཁོང་ཁ

ཅིག་དེ་འདྲའི་བཤད་སྲོལ་རུ་པ་ཅིག་ཡས་དར་པ་རེད་མི་དེ་ཞུ་བོ་གཏུམ་དྲག་ཆེན་པོ་ཡོད་དད་པར་ཡོད་དུས་ཨ་ནུ་འོ་བ་གླིང་གི་གཡས་གཡོན་དུ་བ་གི་ཡོད་དད་པའི་གྲོང་མི་སྤུ་གུ་ཆེན་བཅུའི་དེ་ཚུལ་འཕྲད་ག་ཚི་ན་གོང་ཡ་ཉེ་དུས་ག་ནས་ངུ་བྱ་རུ་པ་རྒྱབ་པ་ད་ད་སྤུ་གུ་ལྷོད་ལྷོད་བྱས་མ་ཉན་ན་ཁྱོ་རིག་ཁ་ཁ་ལ་ཉེ་མ་ཉན་ན་ཀོ་ཀོ་ཧ་པིན་ལ་ཡོང་གི་འདུག་ག་ཟི་ལབ་སུ་ནུ་སྤུ་གུ་དུ་ཚུ་བས་ཞེས་བྱས། ཨིན་ཁ་ཁ་ཉལ་བསྡད་ཀྱི་ཡོད་རེད་ཟེར་ཡར་ཕྱིན་དེ་འདྲའི་བཤད་སྲོལ་ཞིག་ཐོན་པ་རེད་བ་དེ་ཡིན་དུས་ག་ནས་ད་ཁོ་རང་ཁ་ལྕེ་རེད་ཡིན་དུས་མི་དེའི་གཏུམ་དྲག་ཆེ་ཆུང་རུ་དེ་ད་ལྟ་དྲག་རྩུག་ཆེ་ཆུང་གི་འདིར་ཅི་ཡོད་མེད་དེ་འོག་ཏུ་སུས་སྒྲུང་འདི་ཚོའི་གསོན་འདྲ་རེད་བ་དེ་ཚོའི་གོ་བསྡད་ཀྱི་ཡོད་རེད་ལ་མ་གསལ་བའི་ཁོ་རང་རང་ད་མགོ་ཡུང་ཟས་ཡུང་ཁུང་རུ་དེ་བྱས་པ་ཡིན་ན་རྒྱ་ཁ་ཆེ་ཁོང་གི་མི་ཞིག་ཆགས་བསྡད་ཀྱི་ཡོད་རེད་དེའི་གོང་ལ་ཡང་རིག་གནས་གསར་བརྗེའི་གོང་ལ་ཡང་ཁོ་རང། དེ་འདྲའི་ཁ་ཆེ་གཞན་འདྲ་བོ་བྱས་བྱས་འདུག་ཟེར་ཚོང་ཁང་ཕྱི་འཇུས་རེ་ཟིན་བྱས་བསྡད་ཡོད་རེད་ད་ཡིན་ནའི་རིག་གནས་གསར་བརྗེའི་སྐབས་ཡས་ཨ་ནི་ཧོབ་རྒྱག་ཧོབ་རྒྱག་ཅིག་ལས་འགུལ་དེ་བཙུད་ན་བཙུད་ཨ་ནི་ཞོ་གཏུམ་དྲག་ཆེན་པོ་དང་འབར་བཅས་དེ་འདྲའི་དད་དད་འགྱོ་དེ་ཚོའི་གྲས་ཁ་རེད་ཨ་ནི་དེ་ལྟ་མ་ཟད་འདུག་བྱས་བྱས་ཀོ་ཀོ་ཧར་པིན་གྱི་སུན་ཏྲ་རིགས་དེ་ཚོའི་གྲས་ཁ་འདུག་སེ་དེའི་གོང་ལ་ཡ།

ཨང། ཨ་ནི་ཚིག་འགྲོས་ལ་ཞུགས་མཁན་དེ་རེད། འདི་ལུག་རྒྱུད་དེ་ང་ཚོས་དེ་གོང་ནས། ཨང། འདུག། མང་པོ་ཅིག་འབྲི་བཤད་རྒྱབ་ཚར་བ་རེད་ཨང་ཁུང་བས་འདུག་བྱས་བྱས་ས་འདི་རྡོ་རྗེ་ཕག་མོ་ལ་ཡང་ཐམས་ཅད་དམ་པའི་སྐུ་ལ་ཞབས་བོ་ངར་པོ་དང་དྲག་པོ་ཡོད་བསྡད་པའི། ཨང། ཧུར་བརྩོན་ཅན་ཁོང་རེད། འོ་འདི་ཡིན་དུས་གང་ནས་ཧུར་བརྩོན་ཅན་འདི་ཚོའི་གྲས་ཁ་འདི་ད། པའི། ཁ་སོགས་རེད། ཨང། སྐབས་འབྲེལ་སྐབས་འབྲེལ་གྱི་དག་ཆབ་སྲིད་ཀྱི་འཕོ་འགྱུར་ལ་གཞིགས་རྗེས་སོ་སོའི་ད་གདོད་དོན་ལེན་མཁན་གྱི་མིའི་གྲས་ཁ་ཤས་ཆགས་ཡོང་གི་ཡོད་དུས་ཨ་ནི་སྐབས་སྐབས་ལ་ཡང་མི་དེ་ཚོར་གཏུགས་བཤད་བྱས་དབང་ཤུགས་འེ་ཆེན་པོ་དེ་འདྲས་ཆགས་འགྲོ་གི་ཡོད་རེད་དེ་ལས་ཡང་ཁོ་ལས་འགུལ་དུ་མ་བཟུང་ནས་དེ་ཡོད་དུ་འདུག་ག་ནས་ཡང་ལས་དབང་ལ་འགྱུར་བ་རུ་ཐེ་ཅེས་དེ་འདྲས་བཤད་བྱས་ཡང་མ་བསགས་འགྲོ་ཡག་གི་ལས་ཀ་དེ་འདྲས་ཡོང་བསྡད་ཀྱི་འདུག་བ་ད་ག་ནང་བཞིན་ཀོ་ཀོ་ཧར་པིན་ཨེ

ཁོང་གི་ལོ་རྒྱུས་འདི་ང་ཚོས་དེ་གོང་ཡང་ཞུས་ཐུབ་པ་རེད། བསམ་པོ་ཚང་ཡ། ཁ་རྩེད་སྐུ་ངལ་ཕོག་ཡོད་མེད། ཨ་ནི་དེ་སྐྱིད་ལ་ཡ་བལྟས་པའི་མི་དེ་ཚོད་ཁོག་དེ་འགྲོ་ཚེ་རེད་རེད། ཁོང་གི་ལོ་རྒྱུས་འདི་སྡུག་སྐྱེད་ཆེད་རགས་པ་རགས་པའི་ཐོག་ནས་ཞུས་ཐུབ་པ་རེད། ཨ་ནི། རྒྱོབ། གཡུལ་དངོས་དེ་བདེན་སྐྱོར་འདི་ལྟ། ད་ལྟ་ང་རང་ཚོའི་སྡུག་ས་ཆེ་ཆེ་མཐོང་བཞིན་པའི་ད་ད་ལྟ་བཤད་བཞིན་པའི་ཨ་ནི་བསམ་བོ་རེད། བསམ་བོ་ཟེར་གི་དེ་སྤོས་མདའ། སྤོས་མདའ་སྟོབས་རྒྱལ། རེད། དེ་ཡིན་དུས་ཀ་ནས་ད། དཔོན་པོ་སྟོབས་རྒྱལ་འདི་སྤྱིར་ཁོ་རང་འདུག་བྱེད་ཅེས། དེ་འདྲའི། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་ལ་ཡང་དམིགས་བསལ་གྱི། རང་བྱུང་དགའ་ལྡན་ཕོ་བྲང་གི་ནང་ལོགས་ལ་ཡང་འདུག་བྱེད་ཅེས། དཔོན་རིགས་ཀྱི་ལམ་ལ་ཡང་དེ་འདྲས་ཕྱིན་རྗེས་ཞི་བ་ཞི་བ་གཅིག་གི་བག་ཆགས་བཞག་བཞག་པར་འི་འདྲས་དག་དེ་འདྲས་སུ་གྱེས་བྱུང་ཡོད་མ་རེད། ད་ཡིན་ནས་ལས། འདུག་བྱེད་ཧོབ་རྒྱག་གོབ་རྒྱག་ཅི་ལ་ཡ་ད་རིག་གནས་གསར་བརྗེའི་སྐབས་ལ་ཡ། ལྷ་འདྲེ་སྟོན་གྱི་ན་ལི་ཡ་གི་འདྲེ་ཚུལ་བསྡད་ཡོད་རེད། ཟེར་ནས་ད་དེ་གོས་གྲོགས་པོ་རེད་པ་ཅིག་ཡོད་རེད། གང་ཡིན་ཟེར་ནས་སྤྱིར་བཏང་དཔོན་ཏོ་སྟོབས་རྒྱལ་དེའི་ཁམས་ཁུལ་ནས་ཡོང་པའི་ཚོང་པ་ཆེན་པོ་ཅིག་རེད་དཔོན་ཏོ་ཚང་ཁོ་རང་རང་ཡིན་དེ་དུས་ཀ་ནས་ཨ་ནི་ད་ལུག་རྒྱུད་བཤད་ཡ་རེད་ཅི་ལ་ཡ་སྔ་མ་དེ་སྔོན་དུ་བ་ཨ་ནི། སྤུན་ཟླ་ཀྱི་ཁྱིམ་རྒྱུད་ལ་ཡང་ས་སྐྱའི་འབར་མོ་ཉལ་གྱི་ཡོད་རེད་བ་ས་སྐྱ་ཀྱི་སྲུང་མ། འོ་དེ་འདྲས་ཀྱི་སྐྱེས་མྱོང་ཡོད་རེད་འཁྲུངས་མྱོང་བྱུང་བ་རེད། འོ་དེ་ཡིན་དུས་ཀ་ནས་སྤུན་ཟླ་ཚང་འགས་འདུག་ཟེར་བྱས། ས་སྐྱའི་འབར་མོ་འདི་འདུག་ཟེར་ཁོ་རང་གི་ཁྱིམ་ཚང་གི་ད་སྲུང་མ་ཅིག་ལ་ཡང་བརྩི་གི་ཡོད་རེད་འོ་དེ་ཡིན་དུས་ཀ་ནས་ད་སྤོམ་མདའ་ཚང་འདི་ས་སྐྱའི་འབར་མོ་དང་འབྲེལ་བ་ཡོད་བསྡད་པར་ཆགས་འདི་གི་ཡུལ་དུས་ག་ནས་ཨ་ནི་རྒྱུ་མཚན་འདི་ལ་ཡང་བལྟས་རྗེས་ད་རིག་གནས་གསར་བརྗེའི་གོང་ལ་ཡང་ད་སྤོ་མདའ་ཚང་གི་འདུག་སྲིད་ད་ས་སྐྱའི་འབར་མོ་འདི་གསོད་ཀྱི་ཡོད་ཀྱི་རེད་བ་ག་རེ་བྱེད་ཀྱི་ཡོད་ན་འོ་དེ་ཡིན་དུས་ག་ནས་ཨ་ནི་ད་རིག་ཧོ་བརྒྱག་ཧོ་བརྒྱག་ལ་ཡང་རིག་གནས་གསར་བརྗེ་ཆེན་པོ་འདུག་སྲིད་ལངས་རྗེས་འདི་བྱེད་དུས་ད་སྤོ་མདའ་ཚང་ལ་ཡང་འདི་འདྲས

ལི་ཡ་འོང་འདི་ཇི་ཉེ་རེས་བྱས་བྱས་ད་ཟུ་གུ་ཀན་ལི་ཡ་གཡོག་བཞག་པའི་ཆས་གོས་འདི་ཚོ་ཚང་མ་ལོ་ཀའི་དཔེ་གསལ་པོ་རུ་ཐོན་བསྡད་གི་འདུག་ཨང། འོང་འདི་ལི་ཡ་ད་ཤལ་ཡ་ལི་ཡ་འོང་ས་སྐྱའི་བ་མོ་ལི་ཡ་ཆས་དཀར་པོ་ཅི་དང་ཆས་ནག་པོ་ཅི་གཡོག་རེས་ཟེར་གི་འདུག་ཨང། འོ་དེ་ཡིན་དུས་ཀ་ནས་ད་ལྟ་འོང་བོད་མདོ་སྟོབས་རྒྱལ་ལི་གཡོག་བཞག་པ་དེ་ཆས་དཀར་པོ་དེ་ཡིན་ཟེར། འོང་ང་རང་ཚོའི་ཞྭ་མོའི་ཀན་ལི་ཡ་ད་ག་རང་འདྲི། བྲིས་འདུག་ཨང། ཨང་མ་གསལ་བའི་བང་ཁོག་རྐང་ཡང་འདུག་ཅེས་བཅད། ཐུགས་སྲས་ཀྱི་མེ་ལོང་གཉིས་དང། ཨ་ནི། བུད་མེད་ཀྱི་འོ་མ་གཉིས། ད་ག་ནང་བཞིན་གྱི་མིག་རིལ་ལྟ་བུའི། སྒོག་སྒོག་གསུམ། སྐུ་ཞབས་བདེ་མཚོ་ཡང་བལྟས་པ་ཡིན་ནོ་ཨ་ནི་འོ་འདུག་ཟེར་རྗེས་ད་ས་སྐྱའི་བ་མོ་ཡིན་བལྟས་པ་ཅི་ཞོག་ཅིག་གསལ་བོར་འུར་བཏོན་ཏེ་འདུག་ཨ་འོ་ད་འདི་འདུག་བྱས་རྗེས་སྤོན་ཟླ་ཚང་གི་ནང་ཉིད་རིང་པོ་འོ་འདི་འདྲས་རེད་བྱས་བྱས་འོ་འདི་འདྲས་བྱས་རྗེས་འདུག་སྤོན་ཟླ་ལ་ཡང་སྤོན་ཟླ་ཚང་ལ་ཡང་འདུག་འོ་ནང་ཉིད་ཕོག་ཡག་སོགས་རེད་ད་དམ་ཚིག་བཏང་ཡག་གི་ད་རྒྱུ་རྐྱེན་རིགས་བསྐོར་བ་འོ་འདི་འདུག།

ཁོ་ཚོ་བུ་སྤུན་གསུམ་གྱི་ན་ལོ་ནས་གཅིག་གི་དཔལ་འབྱོར་གྱི་ཆེད་དུ་སྡུག་སྐྱེལ་ཚོང་གི་རྐང་ཡར་ཞུགས་བདེ་སྐྱིད་ཡར་བྱུང་བ་རེད། གཉིས་པ་དེ་སྡུག་སྐྱེལ་ཆབ་སྲིད་ཀྱི་རྐང་ཡར་ཡང་རིང་བདེ་སྐྱིད་ཀྱི་ཞོར་དུ་ལས་ཀའི་རྣལ་ཡར་ཞུགས་བཅས་དཔོན་གནས་ཀྱི་གོ་གནས་ལེན་ཡག་གི། གོ་སྐབས་རྗེས་བྱུང་བ་རེད། ཨ་ནུ་གསུམ་པོ་དེ་ཡིས་ད་ཁོ་ཚོ་བུ་གསུམ་གྱི་ནང་ལོགས་ནས་བུ་གཅིག་གིས་ཡང་དམག་དོན་གྱི་ཀང་ཡའི་དམག་གི་ཀང་ཡའི་འཛུལ་རྗེས་ཝེ་ཏི་འདིས་ཡུལ་དེ་དུས་ཀ་ནས་ཨ་ནུ་སྤུན་ཟླ་ཚང་དེ་ཡང་གོང་ཚོང་པ་གཞན་དང་མི་འདྲ་བས་ཡང་གཅིག་སོ་སོར་སོ་སོ་སོ་སོའི་ཐུན་མོང་མ་ཡིན་པའི་ཡང་ཁྱད་ཆོས་རུ་བོ་ཆེན་པོ་ཞུ་སྟོན་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་ཀ་ནས་ཁོང་ཚོས་ད་ལུག་རྒྱུད་དེ་བལྟས་པ་ཡིན་ན་སྔ་མོའི་བོད་ཀྱི་གནས་སྟངས་རབ་ཅིག་དང་ཨ་ནི་གལ་སྲིད་སོ་སོ་ལ་ཡང་འཇོན་ཐང་རབ་ཅིག་ཡོད་པ་ཡིན་ན་མི་ཚང་དཀྱུས་མ་ཞིག་ཡིན་པ་ཡིན་ནའི་ལས་དཔོན་གནས་ལས་སླེ་ཐུབ་ཀྱི་ཡོད་པ་དེ་ཚོ་ད་ཞོ་བོ་གསལ་པོ་རབ་ཅིག་ཁོང་ཚོའི་ནང་གི་ལུག་རྒྱུད་ལ་བལྟས་བསྡད་པ་ཡིན་ན་དགོད་བྲོ་བོ་རབ་ཅིག་ཡོད་རེད། འོ་དེ་ཡིན་དུས་ཀ་ནས་སྤུན་ཟླ་ཚང་གི

རབ་དགའ་དཔྱད་དཔོན་རྒན་གཞོན་གསུམ་ནི་ཆབ་སྲིད་དང་དམག་དོན་ཚོང་ལས་བཅས་གཅིག་ལྕོགས་ཀྱི་ཕུལ་བྱུང་མི་སྣ་ཞིག་ཡིན་པས། བོད་ས་ཡོངས་ལ་དངོས་གནས་མཐོང་དཀའ་བ་ཞིག་རེད་ལ་ལྷག་པར་སྒེར་གྱི་བྱ་སྤྱོད་ངོ་མའི་ཐོག་ནས་དབུས་གཙང་དང་ཁམས་ཀྱི་དེང་རབས་ལོ་རྒྱུས་ཐོག་མངོན་གསལ་དོད་པོའི་བྱས་རྗེས་བཞག་མྱོང་ཡོད་པ་རེད། ཁོང་ཚོར་གདེང་འཇོག་གང་འདྲ་ཞིག་བྱེད་དགོས་སམ། དེར་དངོས་གནས་ཤོག་བུ་དང་སྣག་ཚ་བཅས་ཧ་ཅང་མང་པོ་ཞིག་དགོས་ངེས་འདུག་དེར་བརྟེན་འདིར་སྟབས་བདེ་ཙམ་ལས་འཇུས་ཐབས་མི་འདུག་ཁོང་ཚོས་སྒྱུར་བཅོས་ཀྱི་འཕེལ་ཕྱོགས་གསར་པའི་རྣམ་པའི་ཁྲོད་ཀྱི་སྟོབས་ཤུགས་གསར་པ་ཞིག་མངོན་གྱི་ཡོད་པ་རེད། དེ་ཡང། ཁོང་ཚོར་བདེན་པའི་ཁམས་པའི་རྒྱབ་ལྗོངས་དང། དེ་བཞིན་ཁོང་ཚོ་དང་བཀའ་ཤག་ནང་ཁུལ་དུ་འཇོན་ཐང་གང་ཡང་མེད་པའི་ཐོག་སེམས་གུ་དོག་པའི་ལྷད་སའི་མི་དྲག་རུས་གཉིས་བར་གྱི་འབྲེལ་བ་དང། ཡང་རྒྱུན་དུ་ཁོང་ཚོའི་བསམ་བློའི་ནང་ཁམས་པའི་ཁམས་སྐྱོང་བའི་ཆབ་སྲིད་ཀྱི་ཕུགས་བསམ་ཞིག་བཅས་བསྐྱངས་བཞིན་ཡོད་པ་མ་ཟད། ད་དུང་ཁོ་ཚོས་གཡས་གཡོན་གཉིས་ཀྱི་གནས་བབ་ཐོག་ནས་ཆབ་སྲིད་ཏང་གི་སྟོབས་ཤུགས་དེ་བས་ཀྱང་སྐབས་འཚོལ་རིང་ལུགས་ཀྱི་རྣམ་པའི་ཐོག་ནས་གདམ་ག་བྱ་རྒྱུའི་ཐག་གཅོད་བྱས་ཡོད་པ་རེད། ཡིན་ནའང། དེ་ཡང་ཁོང་ཚོར་གྲུབ་འབྲས་མ་ཐོན་པའི། ནུས་པ་ཞིག་ཏུ་གྱུར་ཡོད་པ་དང་སྐབས་འགར་ཁོང་ཚོར་ཕམ་ཉེས་ཀྱང་བྱུང་ཡོད་པའི་གནད་ཆ་ཚང་བ་ཞིག་རེད། དཔེར་ན། སྤུན་ཟླ་སྟོབས་རྒྱལ་ལ་ཆ་མཚོན་ན་སྤྱིར་བཏང་དགུ་བརྒྱ་ལྔ་བཅུ་ལོར་ཧུར་བརྩོན་ཆེན་པོས་བཅིངས་འགྲོལ་དམག་བོད་ནང་བཙན་འཛུལ་བྱ་རྒྱུར་རོགས་རམ་བྱས་ཡོད་པས། ཆབ་མདོར་ཞི་བའི་བཅིངས་འགྲོལ་གཏོང་བ་ཟེར་བའི་རྗེས་ཆབ་མདོ་ས་ཁུལ་གྱི་མི་དམངས་བཅིངས་འགྲོལ་ལྷན་ཁང་གི་འགོ་འཛིན་གཞོན་པར་བསྐོ་གཞག་བྱས་ཏེ། ཧོ་རྒྱ་གོ་རྒྱ་ལ་ཚོང་པའི་མི་ཞིག་གིས་ཆབ་སྲིད་ཀྱི་དཔོན་གནས་ཀྱི་གོ་ས་ཐོབ་པའི་མིའི་གྲས་ཤིག་ཆགས་པ་རེད། དེའི་རྗེས་ཡང་གཞུང་གསར་པས། བོད་རང་སྐྱོང་ལྗོངས་ཆབ་སྲིད་གྲོས་ཚོགས་ཀྱི་གཙོ་འཛིན་གཞོན་པའི་གོ་གནས་སྤྲད་ཡོད་པ་དང། གནས་ཚུལ་དེས་རྐྱེན་པས་སྤུན་ཟླ་ཚང་གིས་བོད་ཀྱི་ཆབ་སྲིད་ནང་འཛུལ་ཞུགས་བྱེད་རྒྱུའི་མངོན་གསལ་དོད་པོའི་གནས་ཚུལ་དེ་མངོན་གྱི་ཡོད་པ་རེད། ཡིན་ན་ཡང། རིག་གནས་གསར་བརྗེའི་སྐབས་ཁོང་གི་ནག་ཉེས་ནི་ངོ་ལོག་ཟིང་འཁྲུག་ནང་འཛུལ་ཞུགས་བྱས་ནས་བོད་གཞུང་དགའ་ལྡན་ཕོ་བྲང་ལ་རྒྱབ་སྐྱོར་དང་བསམ་པ་རྣམ་དག་བྱེད་ཀྱི་ཡོད་པའི་ནག་ཉེས་བཙུགས་ཡོད་པ་རེད། བརྟེན། ཆབ་སྲིད་ཀྱི་ལས་འགུལ་ནང་འཛུལ་ཞུགས་ཆེ་དྲགས་ན། ཆབ་སྲིད་ཀྱི་འཕོ་འགྱུར་སྐབས་མནར་གཅོད་ཡང་མྱང་རྒྱུ་ཡོད་པ་ནི་ད་ལྟ་པར་སྣང་མཐོང་བཞིན་པའི་སྤུན་ཟླ་སྟོབས་རྒྱལ་གྱི་ལས་གནས་དེ་རེད། དེ་ཡང་ཁོ་བོའི་ལས་དབང་ཞིག་ཏུ་གྱུར་ཡོད་པ་ནི་སུ་མི་སུས་ཀྱང་བསམ་ཡུལ་ལས་འདས་པའི་དཀའ་སྡུག་ཞིག་ཏུ

མ་ཉེས་ཁག་གཡོག་བྱུང་པའི་མི་ཚང་ཚོ་ལ་ཡང་དག་དེ་དག་སེལ་བྱེད་ཀྱི་ཡིན་ཟེར་དུས་ཁ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུའི་ལོ་ལ་ཡང་དཔོན་དང་སྟོབས་རྒྱལ་ལ་ཡང་དག་སེལ་བྱས་བྱས་སྔ་མོའི་ག་གསོག་རེད་ད་ཁོ་ནས་འདི་གའི་གང་བློ་སྔར་སྲོལ་ཡོད་ཅེས་བྱས་བཤད་པ་རེད་ཡིན་ནའི་ལས་ད་དཔོན་དང་སྟོབས་རྒྱལ་སྐབས་དེ་དུས་གཞི་ཚགས་མགྱོགས་ཡིན་པས་རེད་གང་ཡིན་ཟེར་ན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་གཡས་གཡོན་དུ་བ་ཕ་དཔོན་དང་སྟོབས་རྒྱལ་ཤི་སོང་ང་ད་ཡིན་ནའི་ལས་འདུག་ཟེར་བྱས་བྱས་ཁོང་གིས་ད

ཟླ་བ་བཞི་པ་ལྔ་པའི་ན་ལོ་ལ་ཡང་འདུག་བྱས་བྱས་རྒྱ་གར་དུ་བོད་རྒྱ་རྒྱ་གར་ལ་ཡང་བསྡད་བསྡད་པའི་མི་ཁུངས་ཀྱི་ཆ་བསྡད་ཀྱི་ཡོད་རེད། ཀྱེ་ཀྱེ་ཨ་ནི་གང་བྱས་གང་བསྡད་རེད་བསྡད་འདུག་སེ་བཙན་བྱོལ་ལ་ཡང་འདུག་བྱས་ལེ་དེ་ལས་ནི།

གནས་ཚུལ་ཡག་ཉེས་ག་རེ་རེ་བྱུང་ཡོད་མེད་ནི་ང་ཚོས་ཧ་གོ་མར་བ། ངེད་ལས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཕལ་ཆེར་རིས་གསུམ་འདྲ་ཡོད་རིས་གསུམ་ཡིན་ན་རིས་བཞི་ཡིན་ན་དེ་འདྲས་ཅིག་ལ་ཡང་ཚུར་ལྷད་ས་ཡག་ལོ་ལེགས་སོང་ང། དེ་ལས་རྗེས་ཨ་ནི་རྒྱ་ནག་གཞུང་གས་ཡང་གར་ས་དེ། བསམ་གཞིག་བྱས་རྗེས་ལོ་ཡོངས་པའི་མི་དེ་ཚོ་ལ་ཡང་དམ་ཚིག་དང་མ་ཆོག་པའི་དེ་འདྲས་ཀྱི་ཡིག་ཆ་རིལ་བོ་སྤྲད། དེ་འདྲས་བྱས་པའི་སྐབས་ལ་ཡང་འདུག་བྱས་སྤུན་ཟླ་ཡང་པའི་ལ་ཡང་དེ་འདྲས་ཀྱི་ཡིག་ཆ་རག་པའི་མི་རིལ་བོ་བྱུང་ཡོད། མིའི་ཁུངས་ལ་ཡང་དེ་འདྲས་ཆགས་བསྡད་ཡོད་རེད་དེ་ཡིན་དུས་ཀ་ནས་འདུག་བྱས་སྤུན་ཟླ་ཡང་པའི་ཕྱིར་ལོག་བྱས་པ་རེད་དེ་ལས་ད་རིག་གནས་གསར་བརྗེ་ཆེན་པོའི་གོད་ཆགས་འདི་ནང་ལོགས་ལས་ཡང་མ་ཐར་བ་བྱས་བྱས་དགག་པ་ཐམས་ཅད་ཀྱི་འདྲེ་ཤུགས་ཆེན་པོ་ཞིག་པོ་ད་སེ་ཡ་སེ་གོ་ཡ་བྱུང་མ་སོང་ག་ཡིན་ཟེར་ན། ཁོང་དཔོན་འདྲེ་ཡང་བི་ད་དང་ཟ་ས་འདིའི་རྡོ་རྗེ་ཕ་མོ་ཁོ་ཚོའི་འདྲེ་ག་ལེ་ཡ་རྟག་འདུག་ཟེར་བྱས་རྒྱ་གར་ནས་ཚུར་ལོག་ཡོད་ཉེ་གི་མི་ཡིན་དུས་ག་ནས་ཁོ་ཚོ་ལ་དམིགས་བསལ་གི་དེ་འདྲའི་རྒྱ་ནག་གཞུང་གི་ཡི་གེ་ཅིག་ཤེས་རྒྱུ་ཡོད་ས་རེད། སྲུང་སྐྱོབ་ཐོབ་པའི་མིའི་གྲས་ག་ཡིན་ཟེར་བྱས་ཐམས་ཅད་དེ་འདྲའི་ཤུགས་ཆེན་པོ་དེ་འདྲའི་ད། ཁྱེད་ཕོག་མི་འདུག་ད་ཡིན་ནས་ལས་འདུག་བཅས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ཡིན་ན་དོན་དྲུག་ཡིན་ན་འདི་འདྲའི་ཅིག་ལོ་ལ་ཡག་འདུག་བཅས་སྤོན་ཟླ་ཡང་པའི་དེའི་ཚེ་ཟིན་མ་སོང་བ་འདི་འདྲའི་རིག་པ་ཆགས་པ་རེད། ད་ནི་ཁོང་ཚོའི་ནང་གི་ད་བུ་བོན་གསུམ་གྱི་ནང་ནས། བུ་བུན་གཞོན་པ་འདི་དག་སྤུན་ཟླ་ཚང་རབ་དགའ་འདི་ཡང་རྒྱ་ནག་གི་དམངས་གཙོའི་སུན་ཀྲུང་ཧྲེང་གི་རྗེས་ལ་འབྲངས་གཏན་འཁེལ་གྱི་མི་ཆགས་བཅས་འདུག་བྱས་རྗེས་རྒྱ་གར་གྱི་ད་ལྟ་ཀཱ་ལི་ཀ་ཏཱ་གི་གཡས་གཡོན་དུ་བ་པཱ་ལེ་ཀ་བྱས་རྗེས་འདས་གཏན་འཁེལ་གྱི་མིའི་ཁུངས་སུ་ཆགས་པ་རེད། དེ་ཡི་དུས་ཀ་ནས་བེ་ན་ར་སི་ཆགས་བཞག་པ་ཡིན། དེའི་གོང་ལ་ཡང། ཀྱི་ཀལ་ཀ་ཏཱ་ལི་ཚོགས་པ་བཙུགས་པ་མཁན་བྱུང་ཡོད་པ་སུན་ཀྲུང་ཧྲན་གྱི་ཚོགས་པར་བྱས་རྗེས་ལྡི་ལི་ཡ་མི་སེར་དུས་གསུམ་རིང་ལུགས་ཀྱི་དེབ་ཆེན་བརྒྱུད་དེ་སྟོན་མཁན་གྱི་མིའི་ནང་ལོགས་ལ་ཡང་ཚུད་བསྡད་ཡོད་རེད་ད་དེའི་ནང་ལོགས་ལ་ཡང་པེ་ཅིང་དང་ང་རང་ཚོའི་བོད་ཀྱི་གཞོན་སྐྱེས་རིགས་འདྲ་མ་འདྲ་ཁག་ཅིག་ཡོད་བསྡད་པ་རེད་དེ་ག་འདྲས་སུ་བཅུག་ཡོད་རེད་ཟེར་ན།

དེའི་སྤུན་ཟླ་རབ་དགའ་དེ་བོད་ལ་གཙོ་བོ་ལོག་ཐུག་མི་འདུག་སྤྱིར་བཏང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཡིན་ན་སོར་དགུ་ཡིན་ན་སྤྱི་ལ་ཡར་འདུག་སེ། རྒྱ་གར་ལ་ཡར་སྤྱི་ཨ་ནི་ཕི་ཀའི་ཡར་བསྡད་རྗེས་རྒྱ་གར་རང་ལ་ཡར་འདུག་སེ་བསྡད་དེ་རྗེས་འཚོ་བ་སྐྱེལ་ཐེབས་ཀྱི་ཡོད་རེད་འོ་དེ་ཡིན་དུས་ཀ་ནས་རབ་དགའ་གི་ལུགས་རྒྱུད་དེ་མ་འོངས་པ་སྤྱི་ལ་ཡར་ཡང་ང་རང་ཚོ་དུས་ཚོད་བྱུང་ཚུལ་ན་ལྷོད་ལྷོད་བྱེད་ཅིག་ཞུས་ནུབ་དེ་ཡང་སྙིང་རྗེ་མོ་རེ་བོ་ཅིག་ཡོད་རེད་འོ་དེ་ཡིན་དུས་ཀ་ནས་དེ་རབ་དགའ་གི་ལུགས་རྒྱུད་དེ་དེ་འདྲ་རེ་བྱེད་ཀྱི་ཤག་ཤག་ན་བསམས་སོང་ད་ཉེ་ཀ།